མི་ཚང་གི་དཔལ་འབྱོར་ལ་དཀའ་ངལ་འཕྲད་ཀྱི་ཡོད་རེད་དེ་འདྲ་སོང་ཙང་ད་ལོ་སུ་དྲག་བཙོང་མཁན་མང་པོ་ཞོལ་གྱི་ཕེབས་ཀྱི་འདུག་ད་ཕེབས་དུས་ད་ནས་དེའི་སྒང་ལ་ཐུགས་སྣང་གནང་དགོས་ཡ་ཅེས་ཁ་ཤས་ཀྱིས་ང་རང་གི་བསམ་ཚུལ་གྱི་སྒང་ནས་ཞུ་ཡ་ཡིན་འདིའི་རྣམ་པ་ཚོ་ལ་ཏན་ཏན་ཐུགས་ཕན་གསོས་ཀྱི་རེད་བསམ་གྱི་འདུག་འདི་དང་ཨེ་ནི་ང་རང་ཚོ་ད་ཡ། བལ་གཅིག་གནང་གི་ཡོད་པ་རེད་དབུས་བོད་མིའི་སྒྲིག་འཛུགས་དང་ནི་ད་ལྟ་དམིགས་བསལ་གྱི་ཀོ་བིད་ཚོགས་ཆུང་གི་ད་ཅིག་ཚོགས་གཙོ་དང་རྒྱུན་ལས་རྣམ་པ་ཚོ་ལ་ངས་འབོད་སྐུལ་ཅིག་ཞུ་འདོད་བྱུང་སོང། ད་དང་པོ་འདི་ལ་སུ་གྲགས་ཚོ་ངས་ཚོ་ལ་འབྲེལ་བ་ཞུ་གི་ཡིན། འབྲེལ་བའི་སྐད་ཆ་དེ་ཞུ་ཡ་ཡིན། ད་ད་ལོ་ནམ་རྒྱུན་ནང་བཞིན་ད་སུ་གྲགས་ཚོང་ཡག་འདི། རྣམ་པ་དུ་ངེས་པར་དུ་དགོངས་པ་བཞེས་དགོས་ཀྱི་ཡོད་རེད། ད་གཟོད་སོ་སོའི་ནམ་རྒྱུན་ཡིན་ན་དཔེ་དེབ་མི་ཚང་མང་པོ་གཅིག་ཁྱིམ་ཚང་ཆ་ཚང་ཡང་ཕིག་གི་ཡོད་རེད་དེ་འདྲའི་མ་གནང་བྱས་ད་ཅིག་མི་རྒན་པ་ལྷ་ལ་ཟེར་བ། ལྷག་པར་དུ་མི་རྒན་པ་ལྷ་པ་དེའི་རིགས་ལ་ཁྲག་ཤེད་དང་གཅིན་སྙི་ན་ཚ་སྙིང་གི་ན་ཚ་འོ་དེ་འདྲའི་གི་རིགས་མེད་ངན་དེ་ཚོ་ཁེལ་ཐུབ་པ་ཡིན་ན་ཡག་པོ་ཡོད་རེད། ལྷག་པར་དུ་ཨ་ནི་དགོན་ཚོང་ལ་ཕེབས་དུས་ཙང་ནས། འདི། སྤུ་གུ་ཆུན་ཆུན་མཉམ་དུ་འཁྲིལ་ན་ཡང་དང་ཨེ་ནི་ནང་གི། ལོ་ན་བགྲེས་པ། ད་ཅིག་ལོ། དྲུག་ཅུ་རེ་ལྔ་ཡན་འདབ། སྟབས་གང་ཚོ་ཡིན་ན་སྤོ་ལ་དང་མོ་ལ་ཡང་ན་ནང་གི་པ་ལ་དང་ཨམ་ལ། མོ་འདི་འདྲའི་རིགས། ཡ། མཉམ་དུ་ཕེབས་པ་ཡིན་ན་རྔན་མ་ནང་བཞིན་གྱི། གནང་བ་ཡིན་ན། ཏན་ཏན། དཀའ་ངལ་འཕྲད་མི་སྲིད་པ་མ་རེད། དེ་འདྲ་སོང་ཙང། ང་རང་ཚོ་བསོད་བཀྲག་བཙོང་ཡ་ཕྱོགས་བཞི། ག་པང་ལ་ཞུ་ངེས་ཀྱི་ཡིན་པ་ཡིན་ནས། ལྟ་གཅིག་ད་རེས་ནམ་རྒྱུན་མི་བཞི་ཕིག་གི་ཡོད་ན་མི་གཉིས་ཕིག་དགོས་ཡ་དང་ནམ་རྒྱུན་མི་གཅིག་ཕིག་མི་གཉིས་ཕིག་གི་ཡོད་ན་མི་གཅིག་ཨེ་དེ་ལ་མཉམ་དུ་ལྟ་གཅིག་རྒྱ་གར་གི་ལས་མི་མཉམ་དུ་རྣམ་པ་ཚོ་ཁྲི་དྲུག་ག་རང་ཁོ་ན་ཚོ་ཕོ་གསར་རེད་གཞོན་སྐྱེས་རེད་ཡིན་དུས་ད་ནི་ཁྲི་བོ་སྐྱོན་གང་ཡོད་ཀྱི་མ་རེད་དེ་རེད་དེ་འདྲ་སོང་ཙང་རྣམ་པ་ཚོས་འདི་གཅིག་ཡིན་གཅིག་མིན་གཅིག་ཐུགས་ལ་ཞག་གོ་ཡག་ཅིག་ཆགས་བསྡད་ཀྱི་འདུག་བསམ་གྱི་འདུག་གཉིས་པ་དེ་ད་རྣམ་པ་ཚོ་གི་གསོལ་གྲགས་འཚོང་སའི་དགུན་ཚོང་རྒྱག་སའི་ས་ཆ་ཁག་གཅིག་ལ་སྨན་རྩིས་ཁང་གི་ཡན་ལག་མེད་འགའ་ཡོད་རེད་ཁག་གཅིག་ལ་ཡོད་མ་རེད་དེ་འདྲ་སོང་ཙང་ཨེ་ནི་ཡོད་ངན་ཚོ་གི་ཨེ་ནི་སྨན་རྩིས་ཁང་གི་ཡན་ལག་མེད་འགའ་ཚོ་ལ་འབྲེལ་བ་གནང་དགོས་ཡ་དེ་གལ་ཆེན་པོ་ཞོ་ཅི་རེད་གསོལ་འཚོང་གི་ད་ཅིག་སོ་སོའི་འཐུས་མི་ཡོད་རེད་པ་ཚོགས་པ། འབྲེལ་བ་གནང་བའི་གལ་ཆེན་པོ་རིགས་འབྲེལ་བ་གནང་བའི་ཐོག་ནས་ཨེ་ནི། ནམ་རྒྱུན་དུ་སྨན་ཆུ་ངན་ཡིན་པ་ཡིན་ན་སྨན་དེ་ཆོས་བཞག་ན་ཡག་པོ་ཡོད་རེད་ངའི་སྔོན་འགོག་ལས་ཕན་གྱི་རེད་ཁྱེད་རང་གི་ན་ཚ་ལས་ཕན་གྱི་རེད་ད་ནམ་རྒྱུན་དུ་སྨན་རྨོད་ཆུ་ངན་ཡིན་པ་ཡིན་ན་ངེས་པར་དུ་ཐུགས་སྣང་གནང་དགོས་ཡ་གཅིག་ཆགས་ཀྱི་ཡོད་རེད་ཨེ་ནི་དེའི་བརྒྱུད་རིམ་ནང་ལོགས་ལ་ད་ཆམ་པ་ཐེབས་པ་ད་དེ་འདྲའི་བྱུང་སོང་ན་ཡིན་གཅིག་མིན་གཅིག་སུས་ཚོང་རང་གི་ངོས་ནས་སྒྲིག་འཛུགས་བཟོས་ནས་འདི་ནི། བྱམས་པ་ཐེ་བའི་གང་ཟག་སུ་འདྲ་བྱུང་བ་ཡིན་ནས་རྒྱ་གར་ཡིན་ནས་རེད་ང་རང་ཚོ་བོད་པ་ཡིན་ནས་རེད་སྦྱིན་བདག། ཉི་མ་བྱམས་པ་དེ་མ་གྲགས་ཉི་མ་བདུན་བརྒྱད་དགུ་བཅུ་བཅུ་གཅིག་པ་དུ་འདི་ནི་ངེས་པར་དུ་བོད་མའི་ཆོས་ཐུབ་པ་ཡིན་ན་ཡག་ཤོས་རེད་དེ་མ་བཅོས་ན་རྒྱ་མའི་ཆོས་ནི་གང་འདྲ་ཟུར་ལ་བཞག་ཡག་ཅིག་ཡིན་ཅིག་མིན་ཅིག་གནང་དགོས་ཀྱི་ཡོད་རེད་དེ་འདྲས་ཅིག་གསོལ་སྟོང་གྲ་སྒྲིག་ཚོགས་པ་གིས་གནང་དགོས་ཀྱི་ཡོད་རེད་དེ་ཅིག་གནང་ཐུབ་ན་ཡག་པོ་ཡོད་རེད། འདི་ནི་ད་ང་ཚོ་དེ་ནས་ཡང་ཉེ་འཁོར་ལ་སྨན་རྩིས་ཁང་མེད་པ་དང་དེ་འདྲས་ཡིན་པ་ཡིན་ན་དེ་ནི་གར་སྣང་བ་རེད་ས་གནས་ནས་སྨན་རྩིས་ཁང་གི་སྨན་ཁང་ནས་ཡིན་ནས་རེད་དེ་ནི་དགེ་ཕན་སྨན་ཁང་ནས་ཡིན་ནས་རེད་ག་བ་ཡིན་ནས་སྨན་ཉོས་ནས་འོ་ད་ཅིག་མང་པོ་ཁྱིམ་མ་བག་ནས་ད་བ་ཅིག་ཅིག་སྨན་ཆམ་རིམ་གྱི་སྤྱོད་ཡག་གི་སྨན་དེ་འདྲས་ཁྱེར་ཐུབ་པ་ཡིན་ན་ཧ་ཅང་གི་དགེ་ཕན་ཆེན་པོ་ཡོད་རེད་ཟེར་འོ་དེ་ཅིག་ཞུ་ཡ་ཡིན་ཨ་ནི་ཡིན་ད་གཉིས་པ་དེ་ཡང་ང་རང་ཚོ། ཏོག་དབྱིབས་གྲ་སྒྲིག་ཚོགས་ཆུང་གི་ཏང་རྣམ་པ་ཚོར་ཞུ་ཡ་ཡིན། ཏང་རྣམ་པ་ཚོས་ད་ལྟའི་གི་སྲོལ་དགུན་ཚོང་སྲོལ་གྲངས་ཐོ་ངན་ཚོ་ལ་ད་རེས་དམིགས་བསལ་གི་ཐུགས་སྣང་ཅིག་གནང་ནས་ཨེ་ནི་ཅི་ལྟར་གནང་གི་ཡོད་ཀྱི་རེད། རྣམ་པ་ཚོས་ངེས་པར་དུ་ད་འདི་ཡག་ཤོས་དེ་གྱ་མེད་གང་ས་ག་ནས་རག་གི་རེད་ང་རང་ཚོ་བོད་མའི་རང་ཡག་གི་ཐབས་ཤེས་ཅིག་ཕྱོགས་ག་ནས་ཡིན་ནས་གནང་ཐུབ་པ་ཡིན་ན། དཔེ་མི་སྲིད་པའི་ཕན་ཐོགས་ཆེན་པོ་ཡོང་གི་རེད་ད། འདི་ཁོང་ཚོ་ཁོང་རང་ཁོ་རང་ཚོ་ཐབས་ཤེས་བྱེད་ཀྱི་རེད་ཟེར། གཡུག་མ་ཤ་བ་བྱས། དེ་ནས་འཇིག་རྟེན་གྱི་བཞེད་པའི་ཐོག་ནས་སུ་འགྲོ། དགུན་ཚོང་འཚོགས་མཁན་གྱི་ད་ཅིག་ས་གནས་སོ་སོ་སོ་སོ་གི་ཚོགས་གཙོ་ཡོད་རེད་ཚོགས་གཙོ་མཉམ་དུ་དྲི་བ་གནང་ནས་འོ་ད་ཅིག་སྨན་སྒོ་ཡ་དང་འདི་འདྲའི་ལ་ངེས་པར་དུ་རྒན་གྱི་ཞལ་ནས་གནང་ཐུབ་པ་ཡིན་ན་ཡག་པོ་འདུག་གནང་གི་ཡོད་ཀྱི་རེད། འོ་དེ་རེད་དེ་འདྲ་སོང་ཙང་ད་འདི་ངས་ཅིག་ད་ལྟའི་དགུན་ཚོང་ལ་ཕན་ངེས་ཐོག་གི་ཆེད་དུ་སོ་སོའི་ཅིག་ཤེས་པ་དང་དྲན་པ་འདི་རྣམ་པ་ཚོ་ལ་ཞུས་པ་ཡིན། འདིའི་ཐོག་ནས་ཡང་རྣམ་པ་ཚོ་ལ་ཅིག་ཐུགས་ལ་འཕགས་པ་དེ་འདྲ་བྱུང་ཡོད་ན་ནི་གོང་གསལ་རང་ཞུ་ཡ་ཡིན་གཙོ་བོ་དེ་ང་རང་ཚོ་མི་རིགས་དང་དེ་ནི་གསོལ་བསྒྲང་དང་ངའི་གང་ཟག་སྒེར་རང་གི་ཆེད་དུ་ཞུས་པ་ཡིན་མ་གཏོགས་གཞན་དེའི་རྒྱབ་ལྗོངས་ལ་གང་དགོས་མེད་འོ་དེ་རེད་དེ་འདྲ་སོང་ཙང་དེ་ནི་འདི་ང་རང་ཚོ་གསོལ་བསྒྲང་དགུན་ཚོང་ཚོང་མཁན་ཚོ་ཡིན་ནའི་རེད་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི